ཧོ་ད་ཅི་དེ་ལས། ཨ་ནི་ད་ངས་སྒྲ་འབྲེལ་མཉེན་ཆས་སྒྲིག་ཚར་གི་ནང་ནས་ད་དང་པོ་ཨ་ནི་དེའི་ནང་ལ་དམིགས་བསལ་གི་མཚོན་རྟགས་ག་རིགས་དེ་ངོ་སྤྲོད་ཟེར་གྱི་ཡིན། ཡིན་ན་ཡང་དང་པོ་དེ་ང་ཚོས་སྒྲ་འབྲེལ་མཉེན་ཆས་ཟེར་བ་དེ་ག་འདྲ་ཟིག་ཡིན་མིན་དེ་ངོ་སྤྲོད་ཟེར་གི་མདོར་བསྡུས་ཟེར་གྱི་ཡིན། ཨ་ནི་ད་སྒྲ་འབྲེལ་མཉེན་ཆས་ཟེར་ན་འདི་འདྲ་ཅིག་རེད། ཨ་ནི། དཔེར་ན། སྐྱོན་གྱི།
བོང་ན། འདི། བོང་ཆོས་རྒྱུད་ནི། ཚིག་གསུམ་གྱིས། དཔེ་ཁྲིད་སྦྲ་རི་ལོང་བཞག་པ་དེ་ང་ཚོས་རྩ་བ་དང་མཉམ་དུ་སྦྱར་ནས་ད་རྩ་བ་གི་ཚིག་རྐང་ཀ་རེ་ཀ་རེ་གི་མཚམས་ནས་ཀ་འབྲུ་དེ་ཡོད་མེད་དེ་གང་རུང་གསེར་སྦུག་ནང་ང་འཆར་ཐུབ་ཡོང་ཡག་དེ་འདྲ་ཅིག་དང་སྐྱོན་གྱི་ག་ཡིན་ན་ལེའུ་རེ་རེ་ཡོད་དུས་ན་ལེའུ་རེ་རེ་གྱིས་ནས་བལྟ་ཡག་ཅིག་དང་ཨ་ནི་ཚིག་རྐང་རེ་རེ་གཉིས་བལྟ་ཐུབ་ཡག་དེ་འདྲ་ཅིག་གི་འགྲོ་གི་ཡོད་རེད་ཟེར་ཏེ་གཅིག་གཅིག་ཨ་ནི་མདོར་བསྡུས་ཀྱིས་དེ་འདྲ་ཅིག་ཨ་ནི་དུ་མ་ཡིན་པ་ད་ང་ཚོ་ག་འདི་སྙན་ངག་སྤྱན་དྲངས་པའི་མཚམས་གཉིས་ཡང་ང་ཚོ་གིས་དེ་འདྲ་བསྒྲིགས་ཆོག་གི་ཡོད་རེད། དཔེར་ན། གང་གི་རྩེ་མོར་ཆེས་ནི་བདག་གི
འཁོར་བའི་ཐང། འདི་འདྲ་བ་ལ་སོགས་པ་གི་ལྟ། དེ་ནས་ད་དཔེ་མཚོན་འདི་ལ་བརྟེན་ནས་ད་སོ་སོ་གི་རིག་པ་དང་ནི་འདྲ་མི་འདྲ་བཟོ་ཆོག་གི་ཡོད་རེད། ཨང་དེ་འདྲ་ཅི་རེད། དེ་ནས་ད་ང་ཚོ་གི་འདིའི་མཚོན་རྟགས་ཀྱི་རིགས་ནང་ནས་ད་མ་འདྲ་ས་ཚེ་འདིའི་མཚན་གཞུང་དང་དེ། ཚིག་ཚིག་གྲུབ་གོང་ཅེས་བཤད་དུས་སུ་ཚང་མ་དེ་གཅིག་པ་རེད། ཡིན་ན་ཡང། ད་དགོན་པའི་ང་ཚོ་གི་བརྩམས་སྒྲུང་ཉམས་འགྱུར་ཉིན་གཅིག་དང་མ་འདྲ་བ་གཅིག་སྟེ་ཤོ་ལོ་ཀ་གི་སྒོ་ང་བཞག་ཡག་གི། ཨ་ནི་ད་མཚོན་ཐོག་དེ་འདྲ་གི་མ་རེད། འདི། ངོ་མ། བརྩམས་སྒྲུང་ཉམས་འགྱུར་ཉིན་གཅིག་ནང་ཡིན་ན་ཤོ་ལོ་ཀ་གི་སྒང་ང་བཞག་ཡག་དེ་བྷི་རེད། ཡིན་ན་ཡང་འདི་ནི་བྷི་མ་རེད་ཨེམ་བཞག་དགོས་ཀྱི་ཡོད་རེད། ཨེམ་དེ་མ་བཞག་བ་ཡིན་ན་ང་ཚོས་ཉིན་གཅིག་གི་ནང་ལ། ཨ་ནི་སེར་པོ་གི་རྟགས་ཀྱིས་འགྲོ། ཨོ་སེར་པོ་གི་རྟགས་ཏེ་ཏག་ཏག་ཏག་ཏག་ཅིག་ནི་ཁོ་རང་གི་འདི་དགོས་ལ་འགྲོ་ཐུབ་ཀྱི་ཡོད་མ་རེད་ཟེར་ནས་ཨོ། དེ་སྒྲ་གི་མཚམས་དེ་ཏག་ཏག་ཅིག་འཇུ་ཐུབ་ཀྱི་ཡོད་མ་རེད་ཟེར་དེ་ཞུ་གི་ཡོད། ཨ་ནི་དཔེར་ན་ཤོ་ལོ་ཀ་དང་པོ་དེ་ལ་འདེད་ཅིག། ཨ་ནི་དཔེར་ན་འདིར་ང་ཚོ་གི། ཤོ་ལོ་ཀ་དང་པོ་གཅིག་ཤོ་ལོ་ཀ་གཉིས་པ་གཅིག་ཨ་ནི་ཚིག་གི་པར་གཅིག་ཅེས་ཏེ་འདི་བི་གཅིག་པོ་བཞག་བཞག་འདུག་ཨ་དེ་འདྲ་གཅིག་རེད། ཨ་ནི་ད་འདི་ལེའུ་དང་པོ་འདི་ནི་ལེའུ་འདུག་ལེའུ་གི་མཚམས་འདི་བཞག་ས་དེ། འདི་དང་པོ་དེ་ལ་ལེའུ་གི་མཚམས་མ་བཞག་ན་འགྲིག་གི་ཡོད་རེད་ཁོ་རང་གི་ངོས་འཛིན་ལེའུ་དང་པོ་ལ་ངོས་འཛིན་བྱེད་འགྲོ་གི་ཡོད་རེད། དེ་ནི་ལེའུ་གཉིས་པ་དེ་འདི་འདྲ་ཟེར་གྱིས་ནས་བཞག་དགོས་ཀྱི་ཡོད་རེད་དེ་ནི་ལེའུ་གཉིས་པ་གི་མཚམས་གི་སྡིག་པ་ཞོགས་པ་ཟེར་ཡག་ཅིག་འདུག་དེ་གི་སྒང་ལ་ང་ཚོ་སྡེ་ཚན་གི་དེ་བཞག་དགོས་ཀྱི་ཡོད་རེད། ཨ་ནི་ཁོ་རང་མཚན་ཞོགས་མ་རེད་སྡེ་ཚན་རེད་འདུག་སྡེ་ཚན་ཡིན་དུས་ན་སྡེ་ཚན་དང་པོ་གཉིས་པ་བྱས་ནས་ད་དེ་འདྲ་བྱས་ནས་བཞག་ཤག་ན་འགྲིག་གི་ཡོད་རེད། ཨ་ནི་དེ་འདྲ་བྱས་ནས་བཞག་ན་ཉན་ཕྱི་ནང་ག་འདྲ་ཟེར་གྱིས་ནས་འཆར་གི་རེད་ལབ་པ་ཡིན་ན། ནི། ལེའུ་གསུམ་པ་རེ་འདོགས་ནས་ལེའུ་གཉིས་པ་གི་འགོ་ན་བལྟ་བ་ཡིན་ན་འདི། འདི་ལེའུ་གཉིས་པ། གཉིས་པ་གདུག་པ་གཤོག་པ་སོགས་ནི་འདི་འདྲ་དེ་ཕྱིར་བལྟས་འདུག་ཨ། འོ་དེ་འདྲ་རེད་དེ་ནི། ལེའུ་གསུམ་པ་དེ་འདི་འདྲ་ཟེར་གྱི་ནས་བཞག་ནས་དེ་གའི་ལྟ། ལེའུ་གསུམ་པ་བྱང་ཆུབ་སེམས་གསང་བ་ཟེར་རྒྱུ་དེ་ང་ཚོ་གི། ག་འདྲ་ཅིག་འཆར་འདུག་འདི་ན་འདི་འདྲ་ཅིག་ཅིག་འཆར་བསྡད་ཡོད་རེད། ཨོ་དེ་འདྲ་ཡིན་འདི་ན་ད་འདིའི་གི་གོང་འོག་བཞག་ཐོག་འདི་ཡང་སོ་སོ་གི་མཚམས་ནས་ལྟ་དགོས་འདུག་མ་གཞི་ཉིན་གཅིག་གི་ཁོ་རང་གི་ཡང་མཚམས་མཚམས་རེ་དེ་གོང་འོག་ཏུ་དཀྲུགས་འགྲོ་གི་འདུག་ཨ་ཨོ་དེ་འདྲ་ཅིག་རེད། དེ་ནས་ད་ད་འདི་གི་མཚོན་ཐོག་གི་སྒྲིག་སྟངས་དེ་སྤྱིར་བཏང་གི་སློབ་ཆེན་གཞན་པ་དང་མཚོན་ན་ངོ་སྤྲོད་མང་པོ་ཅིག་ཡོད་རེད་དེ་འདྲ་དེ་དང་འདི་མཉམ་དུ་ཨ་དེ་ཙམ་གྱིས་འགྲིག་པ་ཅིག་གི་ཡིན་ཟེར་བ་ཅིག་དང་ཨ་ནི་མཐའ་མ་ནན་བཤད་བྱེད་དགོས་པ་ཅིག་ལ་ཨ་ནི། འདིའི་ནང་ཡིན་ན་འགྲིམ་འགྲུལ་བརྙན་ཆིངས་ནང་ཡིན་ན་རྩ་བ་དེ། ལས་རེ་རེ་གི་ཤོག་ངོས་རེ་རེ་བཟོ་མ་དགོས་ཀྱི་ནི་ཤོག་ངོས་གཅིག་གི་ནང་ཚང་མ་བཞག་ནས་ལས་གི་འདི་འདྲ་བྱས་ནས་ཁོ་རང་གི་མཚམས་བཞག་ཆོག་ཡང་ན་ཉིན་གཅིག་གི་རང་འགུལ་གྱི་ནི་ད་ལས་རེ་རེ་རེ་རེ་ཁོ་རང་ཉིན་གཅིག་གི་གཏུབ་འགྲོ་གི་འདུག་ཟེར་ནས་ཞུ་ཡག་གཅིག་ཡིན་ཨ་ནི་ད་འདི་ངོ་སྤྲོད་དེ་ཙམ་ནས་འགྲིག་པ་གཅིག་ཡིན་ཐུགས་རྗེ་ཆེ།